སོ་སོའི་རྐང་པའི་གང་ལངས་ནས་ཡོང་ཀྱོག་རེད་དོ། ཆ་ཤས་ག་ཚོད་ཟེར་ཞེས་ང་ཚོ་བརྙས་སའི་མདོ་དེ། ལྟེམ་བཏགས་ཆོད་ཆོད་རེད་དོ་ད་ལྟ་ང་ཚོ་ཧ་གོ་གི་མ་རོ་ཨ། རྒྱ་གར་མི་ཆེན་བོད་ལ་ཤ་ཚ་གིར་བ། བོད་ཕན་པ་བྱམས་དང་གིར་བ། བོད་ཀྱི་ཆབ་སྲིད་ཀྱི་འགན་ཁྱེད་ནས་ལོ་དྲུག་ཅུ་ཟིན་ན་ལས་ཀ་བྱས་པ་རེད་ད་འགན་ཡོད་བྱས་ནས་ད་ང་ལོ་བརྒྱ་ཅུ་སླེབས་པའི་གོ་ཐུག་ལ་ད་འདྲིས་མ་སོང་ཟེར་བ་ཡིན་ན་སྐབས་རེ་བློ་དོགས་སུ་ཕམ་གི་འདུག་བསམ་པ་ཕམ་ཐག་ཆད་ཡོད་ད་ཡག་བཅུ་ཟེར་རྒྱུའི་ཚབ་ལ་འཐུས་ཤོར་བཏང་བཞག་ཞེས་ལབ་ན་བློ་ཕམ་གི་འདུག་བཤད་སོང་བྱས་ན་ཁྱེད་རང་ཚོ་དེ།

རྒྱུ་མཚན་འདི་ཡི་གར་དོན་ཚན་གཉིས་དྲུག་ཅིག་ག་ལ་འདུག་ཤེས་ན་བསམ་ཟོ། ཨ་ནི། ད་ངས་བརྙན་ཐུང་འདི་མ་བཟོས་གོང་ལ་འདི་ཅིག་ཞུས་ན་བསམ་སོང། ད་ལྟ་ངས་བརྙན་ཐུང་འདིའི་ནང་ལ་རོ་ཨ། ངེད་ཅག་ད་ལྟ། ང་ཚོ་མིན་ན་སོ་ར་ལ་ས་ནས་མིན་ན་སོ་ར་ལ་ཕྱི་ཟླ་དགུ་བའི་ཟླ་རེ་བཅོ་གསུམ་ཉིན། བཅུ་བཞི་ཉིན་ལ་ད་དེ་ལ། བཅོ་གསུམ་ཉིན་དགེ་བཤེས་ཐུབ་བསྟན་སྦྱིན་པ་འདུག། དེ་ལ། དེ་ལ། འགྲེམས་སྟོན་ཁང་བཅས་ཡོད་རེད། Mialice། Minneapolis Institute of Institute Minneapolis Institute of Art ལས་འབྱོར་བ། ངོས་འདི་ལ་གཏམ་བཤད་བྱེད་དུ་གདན་འདྲེན་ཞུས་ཡོད་རེད། འདི་ཡི་ད་གོང་ལ་ཉི་མ་གཅིག་བསྙལ་བས་ཆེ། ཚེས་བཅོ་གསུམ་ཉིན་དེ་ལ་ངོས་ཚོ་ས་ས་གནས་མི་ཚོར་དམིགས་བསལ་གཞོན་སྐྱེས་ཚོ་ལ་གཏམ་བཤད་བྱེད་དུ་འདུག། དེ་ཡི་སྐབས་ཀྱི་བརྙན་ཐུང་ཅིག་ལེན་རྒྱོ་ཅི་རོ། ད་འདི་ངེད་ཀྱི་བརྙན་ཐུང་འདི། རྒྱལ་བ་དེ་ངེད་ཀྱི་བརྙན་ཐུང་ངས་བླུགས་ཚར་ཡིན་ད་ནི་འདི་བསྡུས་པ་འདི་ག་ཅིག། དེ་ནས་ཕྱོགས་བསྡུས་བྱེད་ནི་རོ། གནད་འགག་གནད་འགག་ཆད་ཆད་ཆད་དེ་མི་མང་ལ་ཅིག་དགེ་ཕན་ཐུགས་ཕན་ཆེན་པོ་སོས་ན་བསམ་ནས་ངས་བླུགས། བརྙན་ཐུང་འདི་ན་བླུགས་ཡིན། རྩ་བའི་ད་བརྙན་ཐུང་གཞན་པ་ཅིག་གཟིགས་དགོས་རེད་ག་འདི་གཟིགས་དགོས་ན་ག་མ་ཟེར་རོ། ཅིག་བཅད་ནས་ཡང་ཕར་ནས་འགྲོ་རུ་བ་ད་དེ་ལ་ངེད་ཀྱི་གནད་འགག་ད་ལྟ་གནད་དོན་འདི། པའི་ཁྱད་ཆུང་པོ་རེ་ཞུ་རག་འདིས་ཝུ་ཅིན་གྱི་གནད་འགག་ཆེ་ཆེ་འདུག་ཕྱོགས་རིས་ཆེ་ངས་འདི་ན་བླུགས་ཡོད་ཨ་ངེས་པར་དུ་ཀུ་ཅི་དགོན་ནི་སྐར་མ་བཅུ་བདུན་མ་ཞིག་མེད་ད་ངས་སྐད་ཆ་བཤད་རྒྱུ་ཡི་དེ་ཐོས་པ་འགྲུག་རེད་ངེས་པར་དུ་གཟིགས་རོགས་གནང། ད་དོན་ཚན་དང་པོ་འདི་ད་ད་ད་ང་ཚོ་སྤྱི་ཚོགས་ནང་ད་ང་ཚོ་ཡང་ང་ཚོ་བོད་མི་ཆ་ཚང་ལ་ཡང་དམག་ཁ་ཅིག་བཟོས་སོང་བ་འདིས་ད་ངེད་ཅག་དང་ད་ཨོ་སི་ཀྲེ་ལི་ཡ་ལ་ཡོད་ཡོད་ཀྱི་ད་མིང་ལ་སེང་གེ་ལ་དོ། བྱེ་ཐང་འདི་ཕོ་རོག་འགྲོ་ཕྱིར། ཕོ་རོག་འདི་ཚོ་ག་འདི་ཆིག་རེད། ཕོ་རོག་ལ་ལྟོ་ཅི་སྤྲད་ན་རོ། སྤྲད་སོང་བསམ་ཁོ་མར་ད་ངའི་འཕྲོག་ཡིན་བསམ་གོ། ཕོ་རོག་འདིས། བྱེ་ཐང་འདི་འདྲས་འགྲོ་འཇུར་ཕྱིར་ད། ད་འདིས་ཚིག་འདི་ངས་ང་རང་ཁ་ནས་ལ་ཕུལ་འོང་འདུག་ཁོ་རང་གི་ག་རེ་ལ་སྐྱོ་དེ་ཡོད་རོགས། ངས་ཡིན་ད་གོ་ནས་གོ་ནས་འཇུག་པ་དང་ངས་ཡིན། འདིས་ང་ད་ལྟ་ཁ་ནས་དོན་དོན་འདུག་ས་མ་རེད་འདི་འདྲས་ཚིག། རོགས། དེའི་ཤེལ་དཀར། ཉེ་འདུས་སེམས་དཔའ་གོ་འདུས་སེམས་དཔའ་སེམས་དཔའ་གང་ཟག་ཀུན་སྤྱོད་ཚ་བའི་ཕྱག་སྟ། འདི་དེ་འདྲའི་གང་དེ་འདྲ་ཞིག་ལ་ཐུག་གི་རེད་བསམ་ནས། ད་གང་ཟག་འདིས་ཁོ་རང་ད་དང། འུ་ཅིག་ངའི་སྙིང་དུང་དང་པོ་དེ་ལ་བཟོས་ཏོ། ང་ཚོ་ད་ལྟ། དགེ་བཤེས་ཏུ་ཏིང་འཛིན་པ་ཆོས་གང་འདྲ་གསུངས་སོང་ང་ཚོ་ད་ལྟ། སོ་སོའི་གི་ཇོ་ནི་ཞག་གཡོག་གི།

ཨ། སྐུ་མདུན་གྱི་མིང་ཚན་ཇི་ཡིས་ཁྱེར། བོད་གཞུང་གི་མཚན་ཇི་ཡིས་ཁྱེར། དེའི་ཐོག་ཁྱོད་ཨོ་སྟྲེ་ལི་ཡར་འགྲོ་བ་ལས་སྐྱོར། ད། རྒྱ་ཁ་སྐད་ལ་མ་སུ་ནས་ཇིས་ཐ་ལི་མེ་ཁ་ཐའི་ཨུ་སི་ཐ་ལི་མེ་ཐུག་ཏའི་ལས་འདིར་མི་དེ་འདྲས་འགྲོ་རྒྱུ་ཁྱེར། སོ་སོའི་གི་ཏོ་ཟ་ཟ་གི་སྣོད་དེ་ལ་སོ་སོའི་གདོང་རྒྱག་དང་མཆི་མ་བླུག་འོར་ད་མཆི་མ་བཞུགས་འོར། མི་དེ་འདྲས་འགྲོ་རྒྱུར་ད་ང་ཚོ་སྤྱི་ཚོགས་ནང།

རྩིས་སྤྲད་འོག་ད་ག་ཅིག་ན་ང་ཚོ་འདི life ལ threaten ཕྱིར་ད་ད་གི་དངོས་གནས་སྲོག་ལ་སྲོག་བྱེད་ཀྱི་ཡིན་ལ་ད་འདི་གདམ་གྱི་སྤྲད་རོགས་རྒྱ་གར་སྐད་མ་ཟེར་ན་ཧ། དེ་ཚོ་ཉེན་རྟོག་པ་ལ་རྩིས་སྤྲད་རང་རེད་དེ་ཚོ་རྩིས་སྤྲད་འོག་འདི་ཀུ་ཅིག་ད་བཙན་བྱོལ་བོད་གཞུང་ནས་ཅིག་དེ་ལ

ཕན་པའི་གི་ཆེད་དུ་ཕྱག་ལས་གནང་བཞག་པ་མ་གཏོགས་ངོ་ཚོ་ལ་གནོད་པའི་ཕྱག་ལས་ཅིག་བཞག་ཟེར་བས་གནོད་པའི་ཕྱག་ལས་བྱེད་རྒྱུ་ཅི་ལྟོས་དབན་ཡོད་པས། ལྟོས་དང་ཡོད་ན། ཧ་ལམ་མ་ཟེར་ན། གོང་ས་མཆོག་དང་བཙན་བྱོལ་གཞུང་གི་གནོད་ནས་ངོ་ཚོ་བོད་རྒྱལ་ཁབ་ཁོ་ཚོ་རང་བཙན་རྩོད་མཁན་རང་བཙན་དེ་ལ་གནོད་སྐྱེལ་གྱི་འདུག་ལ་བོར་བ། སོང་ཙང SFT གཅིག་བྱས། གཞོན་ནུ། རྩ་བའི་ཡག་པོ་རེད་མོ་ནས། རེད་བ། སྐབས་རེ་ཁྱོད་རང་ཚོ་གི་རྩོད་པ་འདི་གི་རེད་བ། རང་བཙན་ལ་ནི་ཁ་ལ་འཁྱེར་དེ་རེད་བ། རྩོད་ཆོག་གོ་རེད་ད། རེད་བ། སོ་སོ་སོ་སོ་གི་འདི་རེད། ཡིན་ནས་སྐབས་རེ་སྐབས་རེད་བ། ཁྱེད་རང་ཚོ་གི་ཤུགས་ཆེ་ན་ནས་ངོ་ཚོ་ཨ་མདའ། གསར་བ་གསར་བ་གཞོན་སྐྱེས་གསར་བ་གསར་བ་ཀླད་པ་གསར་བ་གསར་བ་ཁོང་ཚོ་ལ

དེ་འདྲའི་རང་ཕྱག་ལས་གནང་གི་འདུག་ཁྱེད་རང་ཚོས། ཨ་ནི་གཞོན་སྐྱེས་ཚོ་རང་ཚོ་ཡིན་ནའི་རེད་བ། ཁོ་ཚོས་ཀྱི་མི་སྣ་དེ་འདྲའི་འགྲོ་ཅིག་གཏམ་བཤད་རང་བཙན་ལ་དང་རང་བཙན་ཆེད་དུ་གཏམ་བཤད་གནང་ཡས་ཀྱི་དེ་འདྲའི་སྐབས་ལ་སུ་སུ་ཀྱི་རྣམ་དཔྱོད་བེད་སྤྱོད་བཏང་འགྲོ། དགེ་བཤེས་ལགས་ཀྱི་གསུང་བ་ན་བཞིན། རང་བཙན་རྩོད་རང་བཙན་གཙང་མ་གོ་ལ་བོར་བ། རང་བཙན་གཙང་མ་རྩོད་བ་འགྲུལ་བཞིན་པ་སྙོབ་ས་དེ་བས།

དོན་གཙོ་གཞོན་སྐྱེས་རང་ཚོ་སྐུ་ཅིག་ཐལ་མོ་ལག་གཉིས་ཐལ་མོ་སྦྱར་ནས་རེ་བ་ཞུ་གི་ཁྱོད་རང་ཚོ་གི་རྣམ་དཔྱོད་བེད་སྤྱོད་དང། ད་ང་ཚོ་ད་ལྟ་བཙན་བྱོལ་ནང་ལ་ཡོད་པའི་བོད་མི་རྐང་སྟོབས་གཅིག་རང་སོ་སོ་གི་འཇོན་བྱ་ཁྱོ་ཡོད་མ་རྟགས། རྒྱབ་གཉེར་ས་དེ་ཤུགས་ཆེ་དྲགས་ནས་ང་ཚོ་ད་ལྟ་ཆེ་མཐོང་བྱེད་ས་དང། མཛོད་བོད་པ་ཡང་ལས་ཀྱི་ཆེ་མཐོང་ཞིག་དུ་བ། འདི་སྐུ་མདུན་གྱི་མཚན་ཡི་ཐོག་ནས་ཆ་སྐྱོ་རེ་མ་གཏོགས་རང་གི་འཇོན་བཞག་ནས་ཆ་སྐྱོ་དེ་རེ་མ་རྟགས། ད་འདི་ཅིག་ལབ་འདོད་བྱུང་གསུང་ཨ་ད་ག་ན་ཤི། ད་ད་ད། ངའི་ད་ད་འདི་ཡུ་ཐུ་བར་དང། བསྟན་འཛིན་ཆོས་རྒྱལ་ད་ལྟ་རྒྱ་གར་ལ་བཞུགས་ཡོད་རོ། བསྔགས་བརྗོད་ཤོད་ཡ་ཡིན་དངོས་གནས་སུ་སྙིང་ཐག་པ་ཐུགས་རྗེ་ཆེ། ཁྱེད་རང་འགྲོ་བ་བུ་མོ་དཔའ་མོ་རོ། དེ་འདྲས་ཧ་ཅང་དོན་ཁག་པོར་གདའ། ཁྱེད་རང་ལ་བཤད་བའི་བཤད་བའི་རྒྱུ་མཚན་འདུག། དཔང་པོ་ཁེལ་ཡས་འདུག་དོན་དང་ལྡན་པ་འདུག་རོ། དཔེ་འཕུང་མེད་བཞིན་མང་པོ་ཅིག་ང་ཚོ་བཙན་བྱོལ་གཞུང་ལ་སྤྲད་ཀྱི་འདུག་རོ། བཙན་བྱོལ་གཞུང་ནས་འདིའི་དོན་ཚོ་ལ་ཐུགས་བསམ་བཞེས་རོགས་གནང། སླད་ཞག་ད་དུས་ལ། ཨ་ཐང་ན་ཤི་ད་འདི་ན་ལ་དངོས་གནས་ལ་སྤྱི་འཐུས་ན་ལ་ད་མང་པོ། དུ་བ་ད་མི་ཁ་ཤས། ཐོང་གོ་དུའང་ཚོགས་ཀྱི། ཁ་ནི་ཚིག་བོད་ཀྱི་ཆེད་དུ་ལས་ཀ་སུའི་ཆེད་དུ་བྱེད་ཀྱི་ཡོད་པ་ཧ་གོ་གོ་དུའང་ཚོགས། དོན་ཚོགས་ཇེ་མང་ད་ལ་ད་དོན་ཚོགས། དངོས་གནས་ལན། སོ་སོ་སོ་བོད་མི་རེ་རེས་སོ་སོའི་མགོ་ལ་ལས་འགན་འབྱོར་དང་ད་ཚོ་འོས་ཤོག་བླུ་བའི་སྐབས་ལ་ངས་དེ་སྔས་ནས་སྙིང་དུ་གསོས་སོང་བ། ད་ད་ང་ཚོ། ཆོལ་ཁ་ཆོས་ལུགས་ཀྱི་དེ་འདྲས་བྱེད་པ་ཡིན་ན་དེ་འདྲའི་ཐོག་ནས་ང་ཚོ་གི། སོ་སོ་གི་རྩ་དོན་ལངས་གྲུབ་པའི་འབྱོར་བ་འདི། ཕལ་ཆེན་ད་ཁག་པོར་ད་དེ་འདྲས་བྱེད་པ་ཡིན་ན།

དམིགས་སུ་ནི། འོ་ད་དེ་འདྲའི་རང་ཐག་རང་ལ་ཡིན་ཆུག་ལ་རང་རང་ལ་རྒྱབ་སྐྱོར་མཐའ་གཅིག་ཏུ་ཡོད་རུང་ཨ། ཁྱོད་རང་གིས་ད་ལྟ་གནང་ཕྱོགས་དེ་ཏག་ཏག་བསྒྲིགས་ཤག་རོགས་ཨ། ཕེ་གིས་ཉེན་རྟོག་པ་ལ་འགྲོ་སྟངས་དང་དུ་ཚོད། བཟོ་ཚོགས་སོགས་ལ་སྐྱོན་ཡོང་བ་ནས་སུ་ལ་སྐྱོན། སུ་གིས་དེ་འདྲ་དེ་འདྲ་དེ་འདྲ་མི་དེ་འདྲ་དེ་འདྲ་དེ་འདྲ་ཞིག་གིས་ངེད་ཀྱི་ཚོགས་ལ་ཀུན་བཟོ་བྱེད་ཀྱི་དོགས་སེལ་ཡོད་རེད། ཏག་ཏག་བྱས་ཤིང་བསྔགས་བརྗོད་ཡོད་རེད། ཡག་པོ་དཔེ་ཕྱག་ལས་གནང་གི་འདུག། ཨ་ད་ག་ནང་བཞིན་ཤུལ་ལུས། བོད་མི་ཁྱོད་རང་ཚོ་ཆ་ཚང་ལ་ཐུགས་རྗེ་ཆེ་བསྔགས་བརྗོད་ཡོད། ངོ་ཚོ་ཆ་ཚང་གི་མགྲིན་ཚབ་གཅིག་ཏུ་བྱས་ནས་ཁྱོད་རང་ཚོ་ཕལ་སྐད་སྐད་འབོད་བྱེད་འོག་ཨ་ད་དེའི་དོན་ཚན་མང་པོ་ཞིག་ཤར་དེ་ཚོ་མ་འགྲུབ་པ་ཡིན་ན་ཁྱོད་རང་ཚོ་དེའི་རྗེས་ལ་ཁོམ་པ་དེ་འདྲའི་འབོད་ཡོད་ཚུལ་ཚོ་ལ་ཡི་དབང་བསྔགས་བརྗོད་ཡོད་རྒྱབ་སྐྱོར་ཡོད། ཨཱ་ནི། གྲོས་ཚོགས་དེ་ནང་ལ་ད་དུང་ཚོགས། ཁོང་ཚོས་ཀྱི། ང་ཚོ་ང་ཚོའི་གཞིས་ལུས་མི་དམངས་ཀྱི། གྲོས་ཆོད་བྱ་རྒྱུ་དེ་དུས་ཚོད་ཁས་ལེན་གྱི་རེ་བ་ཡོད། ཨ་ད་ནི་སྤྱི་འཐུས་ནང་ལ་དུས་ཚོད་སྐད་ཆ་ད་ལྟ་ད་ལྟ་ངེད་ཅག་དེ་རིང་ག་ཅིག་གི་ཉིན་ཡིན་ད་ངེད། སྐད་ཆ་བཤད་སྟངས་དུ་ད་ད་ད་དྲི། ཁྱོད་ནི་རང་མི་འདུག་ད་གང་ལ་གང་འདི་ར་ཤི་ལས་ཡིན་ས་མི་དེ་འདྲ་ཞིག་ག་བཤད་སྟངས་དུ། ཀ་བྲག། ག་ལུགས་དུ་ད། ཁྱེད་རང་གི། བཀའ་བློན་ཁྱོད་ཀྱིས་འདུག། སེའུ་གསུང་མ་གཏོགས་གཞན་ཁྱོད་རང་རྒྱབ་སྐྱོར་དུ་འཛུགས་ཀྱི་ཡང་ངོ་མཚོ་ལ། ད་དེ་འདྲའི་ཁོ་རང་དབྱེ་བ་གཅིག་ཏུ། སྐུ་ངོ་སྲིད་སྐྱོང་མཆོག་གིས་ཕྱག་ལས་གང་འདི་གནང་དགོས་འདུག་ད། མཐོང་དང་མཐོང་བཞིན་པ་ཡིན་པ། བཞི་པོ་ཟ་བོ། ལན་དེ་ཚོ་ག་འདི་བཀྲིས་ཀྱི་འདུག་ཁྱེད་རང་ཚོར། ཁྱེད་རང་ཚོ་མི་ལྔ་ཞིག་གིས་དྲི་བ་བཏང་གི་འདུག་བ་དེབ་ཅིག་ལ་དེ་ཚོ་ཆ་ཚང་ལན་ག་འདི་གསལ་པོ་གནང་གི་འདུག་ད་འདིར་གོ་མ་སོང། ཁྱོད་ཅིག་བསྐོས་ནས་མིག། དྲུག་གིས་དྲི་བ་དེ་ལ་ལན་ཞིག་བརྒྱབ་འདོད་ངེས་ནུས་པའི་དོད་ལྟའོ་ཁྱོད་ཚོར། དང་པོ། དྲིའི་གོ་ར་མགོར་བསྐོར་ཕི་ཁའི་དྲིའི་གོ་རེ། ཉའི་གོ་རེ་དྲིའི་གོ་རེ་ཉའི་གོ་རེ་དྲིའི་གོ་རེ། བྱེད་འདུག་གི་དོད་ལྟའོ། ད་འདོད། བྱེད་རྒྱུ་དེ་ལ་བྱས་མ་སོང། འགྲིག་མ་སོང། ད་ག་རང་ཡིན་ད། ཨ་ནི་སྐུ་ཅིག་མི་མ་ལམ། བརྙན་ཐུང་འདི། མུ་མཐུད་ནས་ཟེར་རོ་གནང། དགེ་བཤེས་ལགས་ཀྱི་གསུང་མགྱོགས་འདི་ཚོ་ངེས་པར་དུ་ཟེར་རོ་གནང་གང་ཐུབ་ཐུབ་དེ། སྤེལ་རོ་གནང་རོགས། གོ་རྟོགས་སྤེལ་བའི་ཆེད་དུ། ཐུགས་བུམ་བཞི་ར་གསོལ་གསར་དེ་དངོས་གནས་ལེན་གདའ། ཨ་མདའ་ནས་ཤི་ཧྥ་རན་སི་དང་ཡོད་པའི་ད་ལྟ་དེ་ཚོ་འགྲེམས་སྟོན་ཁང་གི་དེ་ཚོ་ཁྱེད་རང་ཚོ་དེ་འགྲེམས་སྟོན་ཁང་མདུན་ལ་འགྲོ་འགྲོ་ནས་ཅིག་སྐད་འབོད་ཅིག་བྱེད་ཐུབ་ན་དངོས་གནས་ཡག་པོ་ཡོད་བསམ་གི་འདུག་ར། འདི་ཡིན་ཨ་ནི་ཐུགས་རྗེ་ཆེ།

ཅིག། བཙན་བྱོལ་ནང་ལོག་ནས་ད་བོད་ནང་ལོག་ད་ནི་ཚོད་ཁ་ཁ་རེད་ད་ཡིན་ནའི་ཁོ་ཚོ་ཅིག་རེ་བར་བཅོལ། ཨེ་སྐྱག་ངོ་རུམ་བྱེད་ནི་ཡ་ག་ད་ཡིད་མི་ཆེས་པའི་དད་པ་ཉག་ཨེ་ནི་ག་ག་ད་ཅིག་དྲང་པོ་ཞུས་དགོས་ཡིན་ན། ང་ཚོ་བཙན་བྱོལ་ཡོ་ཡོད་པ་དང་བོད་ནང་ལ་ཡོད་པའི་བོད་མི་ཡིག་པ་རུ་ཡ་ཐུགས་ཀ་རྒྱ་ཉེན་ཏེ་སྐྱག་ངོ་རུམ་བྱེད་ཆགས་ཕེར་བ། དེ་ང་ཚོས་ཤེས་པ་བྱས་བོ་རེད་དེ་ད་ཅིག་སྐྱག་ངོ་རུམ་བྱེད་ང་ཚོ་བོད་མི།

དེ་ལྟའི International Boundary ཁ་ཁ་གཅིག་རང་གཅིག་རིང་བ་ཁ་ཁ་མེད་པ། དེ་ཚོ Nations ལ་བསྡུས་པ་ལ་ལུགས་རྒྱུས་རྙིང་པ་ཡོད་པའི་མི་རིགས་གཅིག་གི་ཐུན་མོང་མ་ཡིན་པའི་གང་ཟག་ཆེན་མོ་འོ་གཅིག་ལ་བསམ་སྟངས་གོ། ད་ཅིག་ང་ཚོའི་བོད་སྐད་ནང་ལོགས་ལ་ཡང་དེ་ཐ་སྙད་ཏག་ཏག་བསྡད་ཀྱི་མི་འདུག་ག་ལ་དཀའ་ངལ་འཕྲད་ཀྱི་འདུག་བ་ང་ཚོ Countries ལ་ནས་རྒྱལ་ཁབ་རེད Nation ལ་ནས་རྒྱལ་ཁབ་རེད་བ། ད་དེ་དཀའ་ངལ་དེ་ལས་གོ། ཨིན་ཇིའི་ནང་ལོགས་ལ་ཡང Nation དང Country གཉིས་ཐ་སྙད་ཁ་ཁ་རེད་བ། ཐ་སྙད་གང་ཡང་འཇོག་ཚེ་ང་ཚོ་སྐྱེ་ཁམས་བརྗིད་ཆགས་ཞེས་པ་ནི་བོད་མི་རིགས Tibetan People ཡང་ན་བོད་ཀྱི་རྒྱལ་ཁབ Tibetan Nation ད་དེ་དེ་གཉིས་ཀ་གི་མཚོན་དོན་ཆགས་བསྡད་ཡོད་པ། ད་མཚོན་དོན་ཆགས་བསྡད་ཡོད་ས་ད་ལྟ་བར་དུ་ཕྱོགས་གཅིག་ནས་ང་ཚོ་བཙན་བྱོལ་ལ་ཡ་སྒྲིག་འཛུགས་གང་འདྲ་ཡག་པོ་བཙུགས་ཐུབ་ཡོད་རེད་ཡང་ན་སྐྱེ་ཁམས་བརྗིད་ད་ཐུགས་རྗེ་བཀའ་དྲིན་གྱིས་ཐོག་མ་ནས་ཅིག་བོད་པའི་བླ་གྲྭ་དེ་ཚོ་གི་ལོགས་སུ་བཙུགས།

གཞན། བོད་པ་ཚང་མ་འཐོར་བ་ཡིན་ན་རྒྱ་གར། ས་ཡ་མང་པོའི་ལུང་པ་ལ་ཡང་བོད་པ་འབུམ་གཅིག་གཅིག། སྦུག་ཐོན་སྐོར་ཡོང་ཡ་ཧོར་ཡོང་མ་རུང། དེ་བཟང་སྟེང། སྐྱག་རུམ་ཅན་དགོན་པ་རྒྱ་ཆེན་པོ་ཞིག་བླ་བྲག་ལོགས་སུ་བཙུགས། ཨ་ནི་ལྷག་པར་དུ། ལྷོ་ཕྱོགས་གཙོ་བོ་གྱུར་པའི་གཞིས་ཆགས་ཁག་བཙུགས་དགོས་ཡ་དེ།

བོད་སྔས་མ་རང་བཙན་ཡིན་པ་དང་བོད་པ་བཙན་བྱོལ་བ་དེ་གྱིས་དེ་ཆབ་སྲིད་བཙན་བྱོལ་བ་ཡིན་པ་དེ་འདྲའི་གི་ངོས་འཛིན་དེ་ཆེ་ཐུག་ཡོག་མ་རེད་ད་ཁག་ཡོག་མ་རེད་ཁོ་རང་ཚོས་ནི་ཆབ་སྲིད་ལངས་ཕྱོགས་གཏོར་ནས་ཆིག་སྟོང་དགུ་བརྒྱ་བཞི་ཅུ་ཞེ་བརྒྱད་ཞེ་དགུ་དུ་བ་ལ་ནེ་རུ་གང་ད་རྒྱ་ནག་པེ་ཅིང་ཕེད་ཅེས་གང་ད་རྒྱ་གར་དང་རྒྱ་ནག་རྒྱ་དཀར་ནག་གཉིས་ཀྱི་འབྲེལ་བའི་ཐོག་ནས་བོད་གང་ད་དེ་དུས་རྒྱ་ཁོངས་ཡིན་པ་ཅེས་ཁས་ལེན་བྱས་མ་བྱས་རང་བྱས་ཐུག་ཡོག་རེད་ད་དེ་འདྲའི་གི་ཐོག་ནས་རྒྱ་གར་ཆབ་སྲིད་ལངས་ཕྱོགས་གི་ཐོག་ནས་འགྲོ་ཐབས་ཅི་རེད་དོན་དངོས་པོ་ལ་ཡང་རྒྱ་གར་གི་དངོས་གནས་ཐང་ནས་བོད་པ་ལ་རོགས་པ་བྱས་ཡོག་རེད། ད་ལྟ་བོད་དོན་ང་ཚོ་ག་ད་བོད་སྐད་མ་ཉམས་ཡ་བོད་པའི་སྒྲིག་འཛུགས་ཤུགས་ཆེན་པོ་གནས་ཡ་རྒྱ་གར་ནང་ལོག་ལ་ཡ་བོད་ཀྱི་རིག་གཞུང་གི་ད་ཨ་ནི་ཅིག་ལུགས་རྒྱུ་དང་འབྲེལ་བ་ཡོད་པའི་ཨ་ནི་བསྟི་གནས་ཆེ་ཁག་གདན་ས་ཁག་རེད་དགོན་པ་ཆེ་ཁག་དེ་གེ་དེ་ཕི་གེ་ཡོད་པ་དང་རྡ་རམ་ས་ལའི་དཔེ་མཛོད་ཁང་ཡོད་པ་དང་ཟློས་གར་ཡོད་པ་དེ་གེ་དེ་སྨན་རྩིས་ཁང་ཡོད་པ་དེ་གེ་ཚང་མ་རྒྱ་གར་དུ་ཞིག་ག་རེད་བ་རྒྱ་གར་གྱི་གོ་སྐབས་སྤྲད་ནས་དྲང་པོ་ཞུས་པས་ན་ཅིག་དེ་ཚོའི་བསྟི་གནས་མང་པོ་ཆེ་གེ་རྒྱུ་འགྲུལ་གྱི་འགྲོ་སོང་གེ་རྒྱ་གར་གཞུང་གིས་གཏང་གི་ཡོད་རེད་ད། འདི་ཀྱང་བཀའ་དྲིན་ཆེན་པོ་རེད། དེ་འབྲེལ་གྱི་ཐོག་ནས་ང་ཚོ་ད་ལྟ་བར་དུ། ད་ལྟ་སྲུང་སྐྱོབ་བྱེད་པའི་གོ་སྐབས་བཅས་རག་ཡོད་རེད། སྲུང་སྐྱོབ་བྱས་པ་ཙམ་མ་རེད་སྲུང་སྐྱོབ་བྱེད་ས་ལ་དུས་བཀག་ལས་ལྔའི་མང་ཡོད་པ་ལྟ་བུ་ཀྱང་ཡོད་གཅིག་པོ་མ་རེད། སྲུང་སྐྱོབ་དང་གོང་སྤེལ་གཉིས་ཀ་བྱེད་ཐུབ་ཡོད་རེད། རྒྱ་གར་ཆང་ཤ་བས་ན་ད་རིམ་པས་ང་རང་ཚོ་ད་ཕྱི་རྒྱལ་ལ་ཡང་བོད་པ་མང་པོ་ཡོང་དུས་ག་ལ། ལྷག་པར་དུ་ད་ལྟ་ཨ་རི་ཁུལ་ལ་ཡང། མི་ནི། ང་ཚོ་བོད་པ་ས་ལ་དུས་བཀག་ལ་གདོང་པ་བཀྱགས་བྱས་སྐད་བཀྱགས་བྱས་འགྲོ་ཐུ་ཨེ་ཡོད་དེ་ད་གཙོ་བོ་སྐྱབས་མགོན་རིན་པོ་ཆེ་ཐུགས་རྗེ་གི་རེད་སྐྱབས་མགོན་རིན་པོ་ཆེ། ས་གནས་གང་ས་གང་ཆིབས་བསྒྱུར་གནང། ཨ་ནི་རྒྱལ་སྤྱིའི་ཡོངས་ཀྱི་ཅིག་བེད་དེ་ད་ཅིག་སློབ་སྟོན་པ་གི་བླ་མ་གྲགས་ཅིག་ཆགས། རེ་བ་དེ་ཡ་རབས་སྤྱོད་བཟང་དང་དུས་ཚོད་ཐོག་ལ་ཡ་མི་ས་ཡ་མང་པོ་གི་སྐྱབས་མགོན་ཞིག་ཡ་ཡ་བྱེད་ཅེས་ལྟ་གི་ཡོད་རེད་རེ་བ་རྒྱབ་ཀྱི་ཡོད་རེད་ཨ་ནི་སྐྱབས་མགོན་ཅིག་འགྲམ་ཆགས་ཤག་པའི་ནས་ཆོས་ལུགས་མཐུན་འབྲེལ་རེད་འཛམ་གླིང་ཞི་བདེ་རེད། ནི་ཡ་རབས་སྤྱོད་བཟང་གོང་འཕེལ་བཏང་ཡས་རེད་མང་པོ་གཅིག་ལ་ཡ་ཚད་རིག་པ་མཉམ་པོ་བགྲོ་གླེང་དང་དེ་འབྲེལ་གྱི་ཐོག་ནས་གང་ལྟར་དཔེ་མཛེས་ཆ་ཆེན་པོ་གནང་ཡོད་རེད་དེ་འབྲེལ་གྱི་ཐོག་ནས་གང་ལྟར་འཛམ་བུ་གྱི་ནང་ལོགས་ལ་མི་ས་ཡ་མང་པོ་གཅིག་གཅིག་སོ་སོ་ནང་པ་ཡིན་ནའི་མེད་ནས་སྐྱབས་མགོན་པོ་ཆེ་ལ་དམིགས་བསལ་གྱི་བརྩི་བཀུར་ཞུ་ཡ་དང་དད་མོས་ཞུ་ཡ་དང་བདེ་སྐྱིད་དེ་གཙོ་བོ་ཁོ་རང་ཚོ་སྒེར་གྱི་ཐོག་ནས་ཕན་ཕན་ཐོགས་ཡོད་རེད་བ་དཔེར་ན་ད་ཕྱིས་སུ་སྐྱབས་མགོན་པོ་ཆེ་ནུབ་ཕྱོགས་ཆིབས་ཆིབས་བསྒྱུར་གནང་གི་ཡོད་མ་རེད་དེ་སྔའི་མ་ང་ད་ཆིབས་ཞབས་བཅར་བའི་སྐབས་དེ་བཀའ་སློབ།

རང་གི་ཡོད་དུས་ག་ལ་ང་ཚོ་མི་རིགས་ག་འདྲ་བོད་པ་ཡིན་ཟེར་ལབ་དུས་ག་ལ་གཞུང་མོ་མགོ་ཡ་དང་བོད་པ་ཡིན་ཟེར་ལབ་དུས་ག་ལ་རིག་པ་ཡང་སྐྱག་ཆོ་ཡ་ཅིག་དང་ཨེ་ནི་ག་འདྲ་རིག་གཞུང་གི་ཕྱུག་པོ་ཅིག་རིག་གཞུང་ཕྱུག་པོ་ཙམ་དང་རིག་གཞུང་ཕྱུག་པོ་དང་རྙིང་པ་ཡིན་པ་ཙམ་དུ་མ་ཟད་པའི་ད་ལྟའི་དུས་ཚོད་ལས་ཡ་དེང་རབས་ཀྱི་དུས་ཚོད་ལས་ཡ་དམིགས་བསལ་གྱི་འབྲེལ་བ་ཡོད་པ་དང་ནུས་པ་ཡོད་པའི་རིག་གཞུང་ཅིག། ད་ལྟ་བོད་པ་གཅིག་པོ་མ་ཡིན་པར་འཛམ་གླིང་སྤྱི་ཡི་བདེ་དོན་ལ་ཡང་ཞབས་ཕྱི་ཞུ་ཐུབ་མཁན་གྱི་རིག་གཞུང་གཅིག་བདག་པོ་རྒྱ་ཉེན་གྱི་ཆགས་འདུག་ག་ལ་ང་ཚོ་མི་རིགས་ཀྱི་ཐོག་ནས་སྤོབས་པ་བྱེད་ཐུབ་པའི་ཆགས་དགོས་ར་བ། ཁྱེད་རང་ཚོ་དོ་སྣང་བྱེད་མྱོང་ཚོ་ཧ་གོ་གི་རེད། ས་གནས་འགའ་ཤས་ལ་ཡང། ཕྱི་ལོགས་ལ་ཡང་རྒྱ་མི་ཚོས། Tibets། ཐ་སྙད་བེད་སྤྱོད་བྱེད་མི་འདུག་ལ་ཤིས་ཙང་སི་ལ་བོད་དབང། ལུགས་རྒྱུས་བསྐྱར་དུ་བྲི་ཡ་བསམ་བཏང་གི་ཡོད་རེད། བོད་བསད་དེ་ཤུལ་མེད་པ་བཟོ་ཡ་བསམ་བཏང་གི་ཡོད་རེད། ད་ལྟ་ཁ་སང་ཉེ་ཆར་དུ་ན་ཏི་ཧྥ་རན་སི་ལ་ཡང།

ད་རྒྱ་མི་དབང་ཆེ་དང་དམའ་ཆེ་ཧྥ་རན་སི་ལ་རེད། ད་དེ་འདྲ་ཡིན་དུས་སྐབས་ད་ལན་དེ་ངའི་གོ་སྐབས་ཟིན་རྗེས་དྲ་རྒྱའི་ཐོག་ནས་ཉེ་ཉེ་ཡོད་ཀྱི་རེད། ང་ཚོའི་ཧྥ་རན་སི་ལ་དེང་སང་བོད་པ་མང་པོ་བཞག་ཡོད་རེད་ལྷག་པོར་ད་པེ་རི་སི་ལ་ཡོད་རེད། ད་ཁ་ཁ་བསྡད་ཡོད་མ་རེད། ད་མིའུ་ཟིའམ་གུས་མིང་གི་དགོན་གྲྭ་ལ་ཕྱིན་རྗེས་སྐད་འབོད་བྱེད་ཀ་འགྲོ་གི་རེད། མིའུ་ཟིའམ་གྱི་འགྲེམས་སྟོན་ཁང་གི་ལས་འགན་དེ་སྔས་མག་གི་ལོ་རྒྱུས་འགྲེམས་སྟོན་བྱེད་ཡ་རེད་མ་གཏོགས་སྔས་མག་གི་ལོ་རྒྱུས་བསྒྱུར་བཅོས་བཏང་ཡ་ཡིན་གྱི་མ་རེད། Museum is not a place for rewriting history། དེང་སང་ང་རང་ཚོ་བོད་པ་ཚོ་ལྐུག་པ་ཅན་འདེད་སྐྱོད་མ་རེད། ལྷག་པར་དུ France ལ་ཡོད་ཉེན་ཚོ་མི་ཚེ་སྒྱུ་མའི་མདུན་ལ་ཕྱིན་རྗེས་ང་རང་ཚོ་ཕི་གི་བོད་པ་འགྲིག་ཚོ་ཡོད་ཀྱི་རེད་གོ་སྐབས་ཟིན། དེ་ཚོའི་རིགས་དེ་ད་ལྟ་གནས་ན། དང་པོ་མེ་ཆུང་ཆུང་དུས་ནས་བསད་དགོས་རེད་ད། ད་ལྟ་དེ France མི་ཚེ་སྒྱུ་མའི་གི Tibetan མ་ལག་བཅས་གཤིས་གཙང་ལ་བུད་འདུག་ན་རིམ་པས་ལུང་པ་གཞན་དག་ལ་ཡང་མི་ཚོ་མང་པོ་ག་ཚོད་ཡོད་རེད། ནི Tibetan Studies དེ་ཚོ་ག་རེ་ལ Xizang Studies ལབ་དགོས་རེད། རེད་བ། ད་རིམ་པས་རིམ་པས་གླེང་དགོས་རེད། དེ་དང་པོ་ནས་ང་ཚོ་སྤྱང་བསགས་བྱས་བྱས་མེ་ཆུང་དུས་ནས་བསད་མ་ཐུབ་པ་ཡིན་ན་དཀའ་ངལ་འཕྲད་གི་རེད། ད་དེ་ཚོ་ང་རང་ཚོ་བོད་པ་ཚོ་ཕྱི་ལོགས་ཡོད་ཡིན་ཡང་ཚོ་གཅིག་དྷརམ་ས་ལའི་ཆབ་སྲིད་ཀྱི་རྙོག་དྲ་ལ་ཡང་རྐྱང་རྐྱང་བྱས་ན་གོ་མ་གོ་བ་བྱས།

མཐའ་མ་རོབ་རྩེའི་རྟ། བོད་ཀྱི་འཐབ་རྩོད་དེ་རྒྱ་བོད་གཉིས་ནི་ད་ལྟ་མར་འདས་རྗེས་སྐད་ཆ་བཤད་པའི་ཐོག་ནས་སེལ་དགོས་པའི་ཆ་དེ་ཡོད་རེད། ད་འདི་ཐབས་ལམ་འདི་ཡིན་ན་ནི་ད་ཕྱོགས་གཉིས་ཀའི་ཐོག་ནས་བསམ་བློ་གཏང་དགོས་པའི་དགོངས་པ་བཞེས་རོགས། དེ་ནས་ལྷག་པར་དུ་ང་རང་ཚོ་བོད་པ་ཚོས་ད་དགོས་དོན་གཙོ་བོ་ག་རེད། དགོས་དོན་གཙོ་བོ་དེ་ནི་འབྲུག་ཡས་ཀྱི་ཐབས་ཤེས་དེ་ཐབས་ལམ་དེ་ཡག་ཤོས་ག་རེ་འདུག་དེ་འདྲའི་དགོངས་པ་རྒྱ་ཆེན་པོ་བཞེས་རྗེས་ག་ད། ཐ་མ་དབུ་མའི་ལམ་གྱི་ཁང་བབས་པ་རེད། ཨེ་ནས་སྐྱབས་ཀླུ་མཇལ་གི། ད་གང་ལྟར་ང་རང་ཚོ་དྲང་པོ་ཞུས་པས་ན། ཐ་ན་འདི Modern Nation State ཟེར་ཏེ། ད་གང་ལྟར་འདི། ལུགས་རྒྱུད་འགྲོ་སྟངས་ཀྱི History ལྟ་གི་ཆ་ཆགས་ཡོད་རེད། འདི་ནས། ཅིག Modern Nation State དེང་སང་ད་ནི།

དེ་ནས་མ་འཇུག་གོང་མ་མ་ཉམས་དུས་རྒྱ་ནག་དེ་ནི Nationalist ཡར་ལངས་དེ་འདྲའི་གི་ཐོག་ནས་ནི་གཞི་ནས་རྒྱ་ནག Modern Nation གསར་བ་ཆགས་པའི་སྐབས་ལ་ཡང་ད་དུ་རྙོག་དྲ་ཚོགས་པ་ཞིག་ག་ཡོད་རེད་དབྱིན་ཙང་ང་རང་ཚོའི་ངོས་ནས་རང་བཙན་གཙང་མ་གཙང་རྐྱང་ཡིན་ཟེར་ད་ག་འདྲ་རྒྱལ་ཕྱོགས་སྐུ་མགྲོན་བཅུ་གསུམ་པ་ཆེན་པོ་གི་ཆིག་སྟོང་དགུ་བརྒྱ་བཅོ་གསུམ་གཡས་གཡོན་དེ་བ་ལ་ཡང་རང་བཙན་གསལ་བསྒྲགས་གནང་ཅིག་གནང་ཡོད་རེད་དེ་གནང་ཡོད་པ་བདེན་པ་རེད་རེད་དེ་ཡིན་ནའི་དེའི་སྐབས་ཀྱི་རང་བཙན་ཟེར་གི་ས་ཆའི་ཁྱབ་ཁོངས་དེའི་ནང་ལོགས་ལ་ཡང། ད་ལྟ་ང་རང་ཚོ་བོད་ཆོལ་ཁ་གསུམ་ཀའི་ཆ་ཤས་ཚང་མ་ཚུད་ཀྱི་ཡོད་མ་རེད། ད་དུས་ཚོད་ག་རེ་རྙོག་དྲ་ཚ་བོ་ཡོད་རེད་ད། རྙོག་དྲ་ཚ་བོ་ཡོད་རེད་ད་དེ། ང་ཚོ་མང་པོ་གཅིག་གིས་དུམ་བདེ་པོ་ཞུས་པ་གཅིག་གས་ཤེས་ཀྱི་འདུག་ཨ། རང་བཙན་དང་དབུ་མ་ཟེར་དབུ་མའི་ལམ་ཟེར་དུས་ག་ལ་ཡ། གཅིག། བཞི་པོ་གཅིག་བར་སྟོང་ཆེན་པོ་ཡོད་པ་ཞིག་འདུག་ཤེས་བྱས། དེ་ནི་གཅིག་རྩོད་པ་བརྒྱབ་ཟེར་གི་ས་ཆ་རང་བཙན་གོ་ཡོད་ཟེར་དང་རང་བཙན་ཟེར་ཏེ། གཅིག། རང་བཙན་བསྐྱར་གསོ་ཡིན་ན།

དེ་ཡིན་ཨ་ནི་ཁ་ཐུག་དེ་ཁོ་རང་བཙན་རེད་ང་དབུ་མ་རེད་ལབ་བྱས་ཨ་ནི་ང་དབུ་མའི་ཕྱོགས་ཡིན་ཁོ་རང་བཙན་རེད་ལབ་བྱས་ཨ་ནི་ལམ་སང་ང་ཚོ་དང་ཁྱོད་ཚོ་ཟེར་ཅིག་གང་འགྲོ་བྱས་ད་དེ་ང་ཚོ་ཡང་བློ་ཕམ་པོ་རེད་ད་ད་དེ་ང་ཚོ་ཡང་བོད་པ་ཚོ་རྐྱང་ཚགས་བྱེད་དགོས་རེད་ང་ཚོ་བོད་པ་ཚོ་ཕྱོགས་གཅིག་ནས་ཨིན་ཇི་སྐད་ལ་ཡང Tribalism ཟེར་རེད་བ་ང་ཚོ Tribal དང་རོགས་ཤུགས་ཆེན་པོ་ཡོད་རེད་ད་དེ་ས་ང་ཚོ་བོད་པའི་རིག་གཞུང་ནང་ལོ་སྤྱི་ཚོགས་ནང་ལོ་ཡང་ལུགས་བཞིན་སོ་སོ་བྱས།

སྐྱོན་ཆ་ཅི་ཡོད་པ་དང་དེའི་ཉེན་ཁ་དེ་དང་པོ་ནས་མཐོང་ཐུབ་པ་ཅིག་བྱས་ན་ལྷག་པར་དུ་ང་ཚོ་ང་སེམས་ཁྲལ་ཅི་ག་འདུག་ཟེར་ན་ང་ཚོ Tribalism གྱི་འོག་ལ་ཤོར་རྗེས་ཨ་ནི་ང་ཚོ་བོད་པ་ཟེར་ཏེ་བོད་སྤྱི་ཟེར་དང་ང་ཚོ་བོད་ཟེར་དེ་གི་དེའི་རིམ་པ་དེའི་འོག་ལ་ཡང་དེའི་སྤྱི་པའི་བསམ་སྟངས་ཡང་དེ Tribalism གྱི་ཆོ་ག་དང་དེའི་འོག་ལ་ཤོར་བས་ན་ང་ཚོ་གྱོང་ཞུ་རག་རེད་དེ་ཙང་དེའི་ང་ཚོ། བསམ་བློ་བཏང་དགོས་འདུག་ད་གང་ལྟར་གཅིག་རང་བཙན་རྩོད་ཉེས་ཡིན་ནའི་འདྲ་འདུག་གང་ལྟར་ད་སྐུ་མདུན་གྱི་དགོངས་པ་དང་ཐུགས་རེ་བྱས་པས་ན་བཙན་བྱོལ་སྒྲིག་འཛུགས་ཀྱི་ཐོག་ནས་ད་ལྟ་དབུ་མའི་ལམ་དེ་མདུན་ནས་དགོངས་པ་རྒྱ་ཆེན་པོ་བཞེས་གང་ལྟར་གཅིག་འདས་པའི་དུས་རབས་མང་པོའི་ནང་ལོགས་ལ་ཡང་བཀའ་མོལ་གནང་ཁུལ་བཀའ་མོལ་གནང་དཔྱད་པ་བྱས་རྩོད་པ་རྩོད། ད་ནི་གང་ལྟར་ཅིག་རབ་དང་རིམ་པ་མང་པོའི་ཐོག་ནས་རྒྱ་ནག་རང་ལ་ཡང་སྐུ་ཚབ་བཏང་རྗེས་ཞི་མོལ་གྱི་ཨུ་ཚུགས་དེ་འདྲའི་གི་ཐོག་ནས་ལོ་རྒྱུས་ཀྱི་རྒྱབ་རྟེན་ཤུགས་ཆེན་པོ་ཡོད་དེ་ཉིད་ཀྱི་ལང་ཀ་ཆགས་བསྡད་ཡོད་ལ། ད་བཙན་བྱོལ་སྒྲིག་འཛུགས་རང་གི་ཐོག་ནས་ཐབས་ལམ་དེ་ངེས་པར་དུ་བཟུང་དགོས་ཀྱི་ཡོད་རེད། ད་སྒེར་གྱི་སོ་སོའི་ཐོག་ནས། ང་ཚོ་བཙན་བྱོལ་སྒྲིག་འཛུགས་དེ་བོད་མི་རང་དབང་ཅན་གྱི་སྒྲིག་འཛུགས་མ་ཟིན་ཇི་བར་བ། བཙན་བྱོལ་སྤྱི་ཚོགས་རང་དབང་རང་དབང་ཡིན་པའི་ཤུགས་དེ་རང་དབང་གི་ལུང་པ་ལ་ཨ་ནི་རང་དབང་གི་སྤྱི་ཚོགས་ནང་ལོགས་ལ་ཡང་དགེ་རྒན་སོ་སོའི་གི་ལངས་ཕྱོགས་དང་བསམ་ཚུལ་ཟིན་ངེས་ཏེ་སུ་སོ་སོར་ཡང་ཟིན་ངེས་ཀྱི་ཐོབ་ཐང་བཅས་ཡོད་བ་རེད་རང་དབང་བཅས་ཡོད་བ་རེད་དེ་ཚོ་ལ་ཡང་ང་ཚོ་ཡང་ཁོ་སྐུ་མདུན་ཡང་སྐྱོན་བརྗོད་བྱེད་ཉེན་ཁྲེལ་རེད་གང་ཟེར་ན་དབུ་མའི་ལམ་ཁས་ལེན་གྱི་མི་འདུག་དེ་འདྲའི་ལབ་རྒྱུ་ཡོག་མ་རེད་དེ་དེ་བདེན་པ་ཡང་མ་རེད། མ་རེད་གཅིག་རང་བཙན་རྩོད་འོ་རེད་ཟིན་ངེས་དེ་ཚོ་དེ་དེ་ཡང་སུ་སོ་བསམ་བློ་ཅི་བཏང་བཅས། དེ་ཀུན་ཅུང་སྐྱ་སྐྱ་བྱེད་ཀྱི་ཡོད་སྐད་ཅིག་མ་རེད། དེ་ནས་ད་ཀུན་ཀྱང་རུམ་བརྗེས་ཀྱི་དགོངས་པ་རྒྱ་ཆེན་པོ་བཞེས་རྗེས། ག་ད་ཅིག་དུས་རབས་མང་པོའི་རིང་སྐབས་ཡང། ཨུ་ཚུགས་སྐྱོན། ཨུ་ལས་སྐྱོན། ཨ་ནི། སྒྲིག་འཛུགས་མ་འགྲིག། རེ་བ་ཨ་ནི་ཅིག་སྒྲིག་འཛུགས་ལྡན་པའི་ཐོག་ནས་འཆར་གཞི་བཏིང། ཨ་ནི་ག་ད་རང་སྐྱོང་བྱས་པས་ན་རང་སྐྱོང་གི་ཚད་ག་ཚོད་འགུག་གི་འདུག་རང་སྐྱོང་དེའི་འོག་ལ་ཡ་རྩ་བའི་དོད་དོན་དམིགས་ཡུལ་ག་རེ་འགྲུབ་དགོས་ཀྱི་འདུག་མི་རིགས་སྲུང་སྐྱོབ། རིག་གཞུང་སྲུང་སྐྱོབ་སྐད་ཡིག་སྲུང་སྐྱོབ། རེ་བ་ནི་བོད་མཐོ་སྒང་གི་ས་ཆའི་སྒང་ལ་ཡང་ས་ཆ་དེ་བོད་མིའི་བདག་དབང་གི་འོག་ལ་ཚུད་ཐུབ་ཡ། ད་དུས་ཚོད་དེ་ཚང་མ་རང་སྐྱོང་གི་ཐོག་ནས་སྒྲུབ་ཐུབ་ཡ་ཅིག་གོམ་པ་བཞེས་དགོས་རེད། དེ་དེ་ཚོ་ཡོད་དུས་ཀ་ལ་ང་ཚོ་དེ་ཅིག་དེ་དེ་ཐོག་ལ་ཡང་ཡང་ཅིག་སྐྱག་འབུམ་བཞེས་ལ་ཡ་ག་ད་ཅིག་ད་འདས་པའི་ལོ་རྒྱུས་མང་པོ་ཐོག་ནས་གོམ་པ་རྒྱ་ཆེན་པོ་བཞེས་ནས། གཏན་འབེབས་གནང་བཞག་པ་དེ་ལ་ཡང་ད་ལྟ་སྤྱི་འཐུས་ཐུག་གི་བ་རང་ཚོས་བློས་འགེལ་བྱེད་ཐུབ་མྱངས་པོ་ཡོད་རེད། ད་ནས་དེའི་ཐོག་ནས་རྒྱལ་སྤྱིའི་སྡིངས་ཆའི་ནང་ལོགས་ལ་ཡང་རྒྱབ་སྐྱོར་མང་པོ་བྱེད་དེ་གཞི་བཞག་ལ་སླེབས་དགོས་རེད་བ། དེ་བ་གཞན་བོད་མིའི་འཐབ་རྩོད་ཀྱི་དེ་ལ་ཡང་བལྟས་ན་དེ་ང་ཚོས་ཁ་སང་ཉེ་ཆར Biden གྱི Congressional གྱི Bill Pass བྱས་པའི་སྐབས་ལ་ཡང་སེ་ཡིས་བརྒྱབ་པ་དེ་ང་ཚོས་ཞིབ་པོ་བྱེད་རེས་བྱེད་བྱེད་ང་ཚོས་གསལ་འདེབས་རེ་བྱེད་ཀྱི་ཡོད་རེད་དེ། དེའི་ནང་ལོགས་ལ་ཡང་ཆ་ཤས་གཅིག་ལ་ཡང་བོད་རྒྱ་དགོས་ཡིན་པ་དེ་ཨ་རིའི་གཞུང་གི་ལངས་ཕྱོགས་རེད་ཟེར་བྱེད་གསལ་པོ་བཀོད་བཞག་འདུག་བ། དོ་ཨ། ད་བཟོད་ཁྲི་དེ་ང་ཚོ་ང་ཚོ་ཧ་གོ་བ་བྱེད་དགོས་རེད་ད་གོ་ངོ་ཡོད་གནས་ཚུལ་དེ་ངོ་ཡོད་གནས་ཚུལ་ང་རང་ཚོ་གང་ལྟར་ཧ་གོ་བ་བྱེད་དགོས་རེད་ད་བཟོད་ཁྲི་དེ་ཡང་གོ། དེ་ཏན་ཏན་རྒྱལ་སྤྱིའི་ཐོག་ནས་ད་ལྟའི་ཆར་ལ་ཡང་ད་ལྟ་བར་དུ་ཕྱོགས་མང་པོ་བྱས་ནས་ཡོ་རོབ་རེད་ཨ་རི་ལྷག་པར་དུ་ཨ་རི་ནང་ལོགས་ལ་ཡང་གང་ལྟར་འདས་པའི་གང་ལྟར་ད་གང་ལྟར་དེ་ཆབ་སྲིད་ཚོགས་པ་ཕྱོགས་གཉིས་ཀ་ནས་རྒྱབ་སྐྱོར་ཤུགས་ཆེན་པོ་ཡོད་ས་དེ་བོད་དོན་ཐོག་ལ་ཡོད་རེད།

དམར་པོའི་སྒྲིག་འཛུགས། གནས་དམར་གནས་ཅིག་ཉེན་ཁའི་སྒང་འགྲོ་གི་ཡོད་པ་སོགས་བྱུང་ཚེ་ཇི་སྐད་དུ། དེ་ཚོ་དེ་ཕྱིན་བོད་ཀྱི་སྐྱབས་མགོན་གྱི་དགོངས་པ་བཞེས་རྗེས་རང་སྐྱོང་གི་ལངས་ཕྱོགས་ཀྱི་ཐོག་ནས་བོད་མི་རིགས་སྲུང་སྐྱོབ་ཀྱི་ཐབས་ལམ་དེ་ག་འདྲ་ནུས་པ་ཆེན་པོ་ཡོད་པ་ཅིག་དེ་ནས་ཐོན་གྱི་ཡོད་རེད། ད་དུས་ཚོད་དེ་མ་ཐུག་ཁྱེད་འགོག་ཚུལ་ད་ཡིན་ན་སྒེར་གྱི་ཐོག་ནས་དེ་ཚོ་ཚང་མ་མཁྱེན་པའི་ཞུ་སྒོ་ལས་ངའི་ལངས་ཕྱོགས་དེ་རང་བཙན་རྩོད་དགོས་ས་ནི་སོ་སོ་སོ་རང་མ་རེད་ད་དེ་ལ་ང་ཚོས་སྐྱོན་བརྗོད་བྱེད་ཡ་ཡོད་མ་རེད་ད་དེ་ཡང་མང་པོ་ཅིག་གིས་དེ་ཡང་སྐྱོན་བརྗོད་བྱེད་ཀྱི་འདུག་དེ་སྐྱོན་བརྗོད་བྱེད་ཡ་ཡོད་མ་རེད་ད་ཡིན་ནའི། དེ་གནང་བ་ལ་ཡང་གང་ལྟར་སྐྱབས་མགོན་རིན་པོ་ཆེ་དགོངས་པ་བཞེས་སའི་གཞི་དང། དེའི་ཐོག་ནས་གྲུབ་འབྲས་ག་རེ་ཐོན་ཡོད་མ་ཡོད་དང་ད་ལྟའི་ཆ་ལ་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་ཡང། གང་ལྟར་གཅིག་བོད་ཀྱི་གནས་སྟངས་གང་ལེགས་ཚར་བའི་ཞུ་སྒོ་དེ་བོད་པས་བཤད་བཤད་པ་དེ་ཡིད་ཆེས་བྱེད་ཀྱི་རེད་མ་གཏོགས་རྒྱ་མིས་བཤད་བཤད་པ་ཡིད་ཆེས་བྱེད་ནས་མེད་པ། ད་ལུག་པ་ཆ་ང་ཆུང་བ་དེ་འདྲ་ཁ་ཤས་ཡོད་སྲིད་ཀྱི་རེད་ད་རྒྱ་མིའི་དཔལ་འབྱོར་གོ་ཐོག་ནས་ཕྱིར་དེ་མིན་གྱི་སྟོབས་འབྱོར་ཡོད་མཁན་གྱི་ལུང་པ་མང་ཆེ་ལ་ཡ་ཅེ་བོད་དོན་གང་སླེ་ཚར་སོང་ན་བོད་པས་བཤད་པ་དེ་ཡིད་ཆེས་བྱེད་ཀྱི་རེད་མ་གཏོགས། དེ་མ་གོ་ད་ནི་དེ་ཨ་རིའི་གྲོས་ཚོགས་ཡིག་ཆ་དེ་ནང་ལོག་ཡ་ན་ནི་དེ་བོད་ཀྱི Narrative གང་ལ་ཡ་རྒྱ་མིས་འཁྱོག་བཤད་བྱས་པ་དེ་ག་ད་བོད From since ancient time རྒྱ་མིའི་ཁོངས་གཏོགས་རེད་ཟེར་དེ Narrative དེ་ནི་ངོ་རྒོལ་བྱས་དེ་ཨ་རིའི་གཞུང་གི་ལངས་ཕྱོགས་ཡིན་ཟེར་ཞིག་གསལ་པོ་འདུག་ཨ།